རྒྱ་གར་གྱི་བྱང་ཤར་ཁུལ་ནས་ཡོད་པའི་པོ་དང་འབར་མ་གྱི་རིགས་བརྒྱུད་ཡིན་པའི་མི་ཡི་གཅིག་ཁྲི་གཉིས་སྟོང་ལྷག་ཁོ་རང་ཚོ་ཨི་ཟི་རལ་གྱི་མི་རིགས་ཡིན་རྒྱུགས་ཤིག་གི་མི་རིགས་ཡིན་ཟེར་ནས་དེ་འདྲ་གི་ཁས་ལེན་བྱས་པ་ཙམ་ཞིག་མ་ཟད་རྒྱུགས་ཤིག་གི་ཆོས་ལུགས་ཞེས་ནས་ཏིག་རྒྱབ་མཐིལ་ལ་བསྟན་ནས་ཁོ་རང་ཚོ་ཚང་མ་ཨི་ཟི་རལ་ལ་ཕར་ལེན་གྱི་འདུག་ད་འདྲ་ཡིན་པ་ཡིན་ན་མི་ཡི་སྟོང་ཕྲག་ལྔ་ལྷག་ཕར་སྤོ་ཚར་འདུག་ལྷག་མ་སྟེ་ཉིས་སྟོང་སུམ་ཅུ་ནང

ར་པ་ཨ་ལི་ཧ་ཨ་བི་གིས་ངོས་འཛིན་བྱས་ནས་ཁོ་རང་ཚོའི་རྒྱུད་ཞིག་གི་མི་རིགས་ལ་ཆ་འཇོག་རན་འདུག་ཁོ་རང་ཚོའི་རྒྱུད་ཞིག་གི་ཆུ་ལ་ཡང་བསྒྱིར་འདུག་ག་རེ་སྲིད་པ་ན། ཁོ་རང་གིས་ས་གནས་དེའི་མི་དང་མཉམ་པོ་གི་སྐད་ཆ་བཤད་ནས་ཁོས་དེ་ནས་ཁོ་རང་ཚོའི་ཆུ་བཤེར་སྟངས་དང་ཁོ་རང་ཚོའི་ཉིས་སྟེང་གི་བལྟ་སྟངས་མང་པོ་ཞིག་བྱས། རྒྱུད་ཞིག་གི་བོར་བརླག་དང་ཤིང་པ་གི།

བདེ་ཆེན་བུ་རུའི་རང་བྱུང་ཁུལ་དུ་ལ་རེ་འདུག་བུ་ཕག་རྡོ་རྡོ་ལྷོ་ཤོག་རུ་རེ་འདུག་ལྷོ་ཤོག་མེད་དེ་རེ་འདུག་དེ་འདྲ་ཡིན་པ་སོང་ཙང་རྒྱ་ནག་ལ་འགྲོ་མི་འདུག་རྡོ་རྡོ་ཁོ་རང་ཚོ་ཆེ་ས་དེ། འབར་མ་དང་བོད་པ་ཡིན་པ་གསལ་བོ་གསལ་རྐྱང་རེད་དེ་ནོར་ལུག་གི་བོད་པ་ཡིན་པ་ཤུགས་ཆེན་པོ་ཞུ་བྱས་འདུག་ཏང་གི་ལོ་རྒྱུས་སྨྲ་བ་དེ་ཚོས་བོད་པ་དང་འབར་མ་གཉིས་ཀྱི་རིགས་རྒྱུད་ཡོད་ཅེས་པ་ལྟ་གི་ཡོད་རེད་ད་དེའི་ནང་ལུགས་ཀྱི་ལོ་ཀ་ལོ་ཀ་ཤེས་འདོད་ཡོང་པ་ཡིན་ན་འབར་མ་གི་རིགས་རྒྱུད་དང་བོད་པ་གི་རིགས་རྒྱུད་གཉིས་ཀྱི་མཉམ་འབུལ་གྱི་འབྲེལ་འཇུག་གི་མུ་ཏིག་དེ་འདྲ་ཡོད་རེད་བ། དེའི་ནང་ལུགས་ཀྱི་ད་ལྟ་གི་མུ་ཏིག་དེ་ཡིན་པ་ཡིན་ན་ང་ཚོ་བོད་པ་ཞིག་བྱེད་ཀྱི་ཡོད་པ་དེ་རྒྱ་ཆ་རྒྱག་གི་རེད་ཆགས། ག་རེ་ཟེར་བ་ན་ཁོ་རང་ཚོའི་མི་རབས་རྒན་པ་དེ་ཚོས་ཡོང་ས་དེ་བོད་པ་རེད་ལ་འདི་བ་དེ་གང་ལ་ད་ལྟ་དེ་རྒྱུགས་ཤིག་གི་མི་དེ་གི་ཐེག་པ་འདྲ་བོ་དག་ནི་གི Afghanistan གྱི་ནི་གི་ཨི་རན་གྱི་ནི་གི་ཚོའི་བོད་ལ་ཡོང་ཆོག་རེད་བོད་ནི་གི་དེ་ནི་ཕ་ཡོང་ཆོག་རེད་ནི་གི་དེ་འདྲ་གྱི་འབྲེལ་བ་དག་འདི་བ་དེ་འདྲ་གྱི་ནི་གི་རྒྱུགས་ཤིག་གི་ཆུ་ལ་གྱི་ནི་གི་དེ་ནི་ཁོ་རང་ཚོའི་ཨི་ཟི་རལ་གི་མི་རིགས་རྒྱུགས་ཤིག་གི་མི་རིགས་གཟུགས་ཚ་འདི་བ། དེ་འདྲ་རེད་ད་སྟོབས་ཆེན་གྱི་མི་རིགས་དེ་ཚོ་ཡིན་པ་ཡིན་ན་མི་རིགས་གཞན་པ་དེ་ཚོ་འདོད་པ་ཡོད་པ་ཡིན་ན་སོ་སོ་གི་མི་རིགས་གི་རྒྱུ་ནས་ཡོང་གི་ཡོད་རེད་དཔལ་འབྱོར་བེད་སྤྱོད་ཐོག་ནས་བརྗེ་གི་ཡོད་རེད་ཆོས་ལུགས་བེད་སྤྱོད་ཐོག་ནས་བརྗེ་གི་ཡོད་རེད་ཆོས་ལུགས་བེད་སྤྱོད་ཐོག་ནས་བརྗེ་ཡ་དེ་ཤུགས་ཆེན་པོ་ཞུགས་ཀྱི་རེད་ཉི་མ་ཡིན་པ་ཡིན་ན་ད་མང་པོ་ཞུགས་ཀྱི་ཆོས་ལུགས་བེད་སྤྱོད་ཐོག་ནས་བརྗེ་གི་ཡོད་རེད་དེང་སང་ཡིན་པ་ཡིན་ན་ཨི་ཟི་རལ་དེ་ཚོ་ཆོས་ལུགས་བེད་སྤྱོད་ཐོག་ནས་གི་རྒྱུ་ཞིག་མི་རིགས་ལ་བརྗེ་གི་ཡོད་པ་དེ་གསལ་བོ་གསལ་རྐྱང་རེད། ཡིན་པ་གི་དཔང་རྟགས་ད་ལྟ་དེ་ཁོ་རང་ཚོའི་ཚང་མ་གི་ཁོ་རང་ཚོའི་རྒྱུ་ཞིག་མིག་རིང་ཡིན་ཟེར་ནས་གི་ཨི་ཟི་རལ་གི་རྒྱུ་ཞིག་ཆོས་ལུགས་བཤིག་གི་ཡོད་པ་ཙམ་ཟེར་མ་ཟད་ཁོ་རང་ཚོའི་ཚང་མ་རྒྱ་གར་ནས་གི་བར་ཨི་ཟི་རལ་ལ་འགྲོ་བའི་གི་བྱ་སྤྱོད་ཚང་མ་བཀྲུས་ཚར་འདུག། དེ་འདྲ་ཡིན་པ་སོང་ཙང། གཙོ་བོ་དེ་འོད་དཔག་མེད་གོང་ནས་ཡོང་གི་ཡོད་པ་དེ་ཟེར་བ་སྲིད་སྐྱོང་རེད་འདུག་ཨ་རྒྱུག་ཤིག་མི་རིགས་ཡིན་པ་ཡིན་ན་དཔེ་དེ་དཔེ་རྒྱ་ཆེན་པོ་རེད་ཨི་ཟི་རལ་ཡིན་པ་ཡིན་ནའོ། འབྱོར་ལྡན་གྱི་རྒྱལ་ཁབ་ཆགས་ཀྱི་ཡོད་རེད་ཡར་རྒྱུག་ལོངས་པ་ཆགས་ཀྱི་ཡོད་རེད་རྒྱ་གར་དང་འདིར་བ་ཡིན་ན་ཨི་ཟི་རལ་དཔེ། སྟོབས་ཆེན་པོ་རེད་དཔའ་མྱུག་གོང་ནས་ཡོང་བ་སྟོབས་ཆེན་པོ་རེད། ཉག་རྒན་རེད་དེ་འདྲ་ཡིན་པ་གསུངས་སོང་ཁོ་རང་ཚོ་རྒྱ་གར་ནས་བསྡད་པ་དང་ཨི་ཟི་རལ་ནས་བསྡད་པ་གཉིས་ཀ་འདིར་བས་ན་ཁོ་རང་ཚོ་ཨི་ཟི་རལ་ལ་ཚང་མ་ཚང་མ་འགྲོ་ཡག་དེ་འདྲ་གི་ཆགས་ཀྱི་འགྲིག་གི་འདུག་དེ་འདྲ་ཡིན་པ་གསུངས་སོང་ཉིས་སྟོང་སུམ་ཅུ་དང་པོ་ནང་ལོ་ལ་ཁོ་རང་ཚོ་ཚང་མ་ཕ་ནད་པོ་ཤེས་ཀྱི་ཡིན་ཟིན་གྱི་ཆགས་ཀྱི་ཚང་མ་བསྡུ་ཚར་ཆགས། ཨིསི་རཱཨེལ་ལ་ཕ་ནེ་པུ་ཇི་ནི་ཁུའོ་ཏི་ནི་ཡི་མི་རབས་ཁ་ཤས་ཟིག་འགྲོ་བ་ཡིན་ན་ཁོ་རང་ཚོའི་ངུ་ངུའི་རྒྱུ་ཞིག་མི་རིགས་ཆགས་འགྲོ་རོགས་ག་རེ་ཟིག་པ་ཡིན་ན་ཁོ་རང་ཚོའི་ཆོས་ལུགས་དང་རྒྱུ་ཞིག་ཆོས་ལུགས་ཤེས་ཚར་རེད་ད་ནི་ཁོ་རང་ཚོའི་ཆང་ས་རྒྱག་པ་ཡིན་ན་རྒྱུ་ཞིག་མི་རིགས་དང་མཉམ་པ་གི་ཆང་ས་རྒྱག་གི་རོགས་དེ་འདྲ་ཡིན་པ་སོང་ཙང་དེ་སྤུ་ག་དུས་ཚོད་ཡོང་དུས་ནི་གུ་གུ་ཁྲིག་ཁྲིག་བཏང་ནས་གུ་གུ་ཡོང་གི་རོགས་ད་ནི་ཁོ་རང་ཚོའི་ངུ་ནི་གྲང་ནས་གི་རྒྱུ་ཞིག་མི་རིགས་ཆགས་ཚར་རེད་ཡོངས་སུ་ཆགས་ཚར་རེད། ལོང་པ་དུ་བ་ལ་ཡོད་པ་གི་མི་དེ་ཚོའི་རྒྱུ་ཞིག་མི་རིགས་རེད་ཟིན་གི་ངོས་འཛིན་བྱེད་མཁན་གི་རྒྱུ་ཞིག་ཆུ་ཕམ།

མཱི་ཁེལ་ཧྥི་རོན་ཏེ་ཞེས་བྱ་ཁོ་རང་གིས་ད་ལྟ་ཞང་ཞེ་ཁ་ནས་ཡོད་པ་གི་བོད་དང་འབར་མ་དང་རིགས་གཅིག་པ་གི། རྒྱུགས་ཤིག་གི་ཆོས་ལུགས་ཤེས་མཁན་གི་མི་ཡི་ཚང་མ་བོ་ཕ་ཐན་གིན་ཟེར་གྱི་འདུག་ག། ད་ལྟ་ཡིན་པ་ཡིན་ན་མི་ཡི་སྟོང་ཕྲག་བདུན་ཙམ་ཟིག་ལྷག་འདུག་ག་དུས་ཚང་མ་བོ་ཉིས་སྟོང་སུམ་ཅུ་ནང་བར་དུ་ཕ་ཐན་གིན་ཟེར་གྱི་འདུག་གཅིག་དང་གི་དེ་ཡི་ཁོ་རང་ཚོའི་རྒྱུགས་ཤིག་མི་རིགས་ལས་གསར་བ་ལ་ངོས་འཛིན་བྱེད་པ་གི། མེད་ན་ཤི་ཟེར་དེ་ཡི་མི་རིགས་དེ་ག་རེ་རེད་ཟེར་པ་ཡིན་ན་དང་དབུས་བོད་ཁོ་རང་ཚོའི་ཁུལ་གི་མི་རིགས་དང། མེ་གཟུགས་ཆས་ཀྱི་མི་རིགས་དེ་འདྲ་རེད་ཤག། ཆས་ཀྱི་མི་རིགས་ཡིན་པ་ཡིན་ན་ད་ལྟ་ས་ཡ་གཅིག་དང་འབུམ་གཉིས་ལྷག་སུ་འདུག་དེ་ནོར་ལུག་གི་མང་ཆེ་ཤོས་དེ་འབར་མ་ནོར་ལུག་གི་འདུག་ས་ཡ་གཅིག་ལྷག་དེ། རྒྱ་གར་ནོར་ལུག་གི་འབུམ་གཅིག་ཙམ་སུ་མ་ཞིག་མི་འདུག་ཨ། ནོར་ལུག་གི་གཞི་ཆེ་ཤོས་དེ་ག་རེ་རེད་ཟེར་པ་ཡིན་ན་མེ་གཟུགས་ཀྱི་མི་རིགས་རེད་ཤག། མེ་གཟུགས་མི་རིགས་སྤྱི་བཏང་གི་ས་ཡ་གཅིག་དང་འབུམ་བཞི་འདུག་ཡིན་པ་ཡིན་ན་དེ་ནོར་ལུག་གི་ས་ཡ་གཅིག་ལྷག་ཅིག་རྒྱ་གར་ནོར་ལུག་གི་འདུག། དེ་ནི་ཁུ་ཁུའི་མི་རིགས་ཡིན་པ་ཡིན་ན་ཁོ་རང་ཚོ་མང་པོ་མི་འདུག་ཁོ་རང་ཚོ་སྤྱི་བཏང་གི་འབུམ་གཅིག་ཙམ་ཚང་མ་ཞིག་མི་འདུག་མང་ཆེ་ཤོས་དེ་རྒྱ་གར་ནང་ལུས་ཀྱི་འདུག་སྤྱི་བཏང་གི་ཡོད་ས་དེ་འབར་མ་དང་བང་ལ་དེ་རྒྱ་གར་སེམས་རྒྱ་རེད་ཤག་ཡིན་པ་ཡིན་ན་མང་ཆེ་ཤོས་དེ་ཁུ་ཁུའི་མི་རིགས་དེ་རྒྱ་གར་ནང་ལུས་ཀྱི་འདུག་ཁོ་རང་ཚོ་ཡིན་པ་ཡིན་ན་སྤྱི་བོང་བཅག་ནས་ཁུ་རི་འགོག་གི་ཤ་ནག་གི་ཅིག་མི་དེ་འདྲ་རེད་ཤག་དེ་འདྲ་ཡིན་པ་སོང་ཙང་མི་རིགས་གཞན་པ་རྒྱལ་ཡ་དེ་ལས་སླ་བོ་རེད་ཤག། ཡིན་པ་ཨེ་ནོ། དེང་སང་གུར་གྱི་མི་རིགས་ནང་འདྲ་གི་འདུག་མེ་གཟུགས་མི་རིགས་ནང་འདྲ་གི་འདུག་ཆེན་ང་མི་རིགས་ནང་འདྲ་གི་འདུག་ཚང་མ་གི་ནོར་ལུག་ལ་ཡིད་ཤེས་འཁྱུར་ཏེ་ཤི་ཆེན་པོ་ཞུགས་ཀྱི་ལྟར་འདུག་དེ་འདྲ་ཡིན་པ་སོང་ཙང་ཁོ་རང་ཚོ་སྤུ་གི་སྐྱེ་དང་རིགས་ཀྱི་དཔེ་ལི་ལྷ་བོ་ཡིན་པ་ཙམ་ཟེར་མ་ཟད་ད་ངེད་མ་ནག་གཡུ་མདོ་ཞིག་ནས་གི་གི་ཆུ་ལུད་འཇལ་དགོས་བ་ཡིན་ན་ལི་ལྷ་བོ་མིད་པ་ཆགས་པ་དེ་འཇལ་ཆགས་འཇལ་གི་སེ་བོ་སེ་ཆང་རེ་ཆགས་གི་རེད་ཟེར་མ་ཡིན་ན་ཡིད་ཤེས་འཁྱུར་ལུག་དེ་དཔེ་ལི་ལྷ་བོ་འཇལ་བ་དང་ཐུག་གི་མི་འདུག་ཁོ་རང་ཚོའི་དཔེ་དེ་ཁྱིམ་ཚང་ནོར་ལུག་ལ་འབྲེལ་བ་ཞིག་འདུག་བ། ཆང་ས་བརྗེད་པ་ཡིན་ན་ཡིད་ཤེས་སྐུ་འཁྱུར། པར་ནི་ཁ་ཆེ་ནང་བཞིན་དུ་རྒྱུགས་ཤིག་ནང་བཞིན་དུ་ཤིག་ནི་ཆང་ཚ་རྒྱག་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ལུས་སླ་བོ་འགྱེལ་བ་དང་མི་འདུག་དེ་ཙམ་སུ་མ་ཚད། འཛམ་གླིང་གི་ཡེ་ཤེས་ཀྱི་ཚོགས་པ་འདི་ཚོས་ཁོ་རང་ཚོ་ལ་རོགས་པ་བྱེད་ནས་ཡེ་ཤེས་ཆོས་ལུགས་དར་སྤེལ་དང་རྒྱལ་མཚན་བྱེད་ལ་རོགས་པ་བྱ་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་དེང་སང་ཡིན་པ་ན་ཁོ་རང་ཚོས་སྐྱེ་བོ་བྱ་ནས་མ་འོངས་པར་ཁོ་རང་ཚོ་ནི་ཕུན་སུམ་ཚོགས་པ་འགྲོ་ཡས་ཀྱི་རྗེ་ཚང་མའོ་བསགས་ཚར་འདུག། རྡོ་རྡོ་མི་རིགས་དེ་དག་ནང་ནས་ཁུག་རྒྱུ་ཞིག་ཆུ་ལུད་ལ་དད་པ་བྱེད་མཁན་དང་རྒྱུ་ཞིག་ཆུ་ལུད་ལ་བརྗེ་ནས་ཁུག་འཚོ་བ་བྱེད་མཁན་དེ་ཚོ་ཡིན་པ་ཡིན་ན་རྒྱུ་ཞིག་མི་དེ་ཚོ་དེང་སང་ཁོ་རང་ཚོ་མན་ནེ་ཤིས་ནས་ཁུག་རྒྱུ་ཞིག་མི་རིགས་ལ་ངོ་འཛིན་བྱེད་འདུག་འདི་ཚོ་བྱས་ཙང་ཡོ་རོབ་ཀྱི་མི་སེར་སྤེལ་བའི་རེད་དང་ཡོ་རོབ་ཀྱི་རྒྱལ་ཁབ་དེ་ཚོ་བཙུགས་སྐབས་སུ་འགྲོ་སྟངས་ཅི་རེད་དཔེར་ན་ཆེ་གེ་མདོག་ཡིན་པ་ཡིན་ན་ང་དེ་སར་ལོངས་པ་འདི་ཁོ་རང་ཚོ་ལ་ངོ་མ་རང་བཙན་ཡོད་མ་རེད་ཁོ་རང་ཚོ་ངེད་མ་ད་ལོ་མང་པོ་བརྒྱ་ཕྲག་མང་པོ་ལ

ཨའི་བརྩི་རྒྱུར་བ་དེ་འདྲ་ཡིན་པ་སོང་ཙང་འདི་ཚོས་ལྷ་སྒྲུང་བསྒྲུབ་ནས་ཁུག་མི་རིགས་འདྲ་མི་འདྲ་བཤད་དེ་ཇི་ལྟ་བ་ན་ནི་ད་ལྟ་བར་དུ་འགྲོ་སྟངས་དེ་འདྲ་རེད་ང་ཚོ་བོད་པ་གི་ལོ་རྒྱུས་ནང་དུ་གི་ཡིན་པ་ཡིན་ནའང་ལྷ་གི་རིགས་ཀྱི་རེད། དེ་འདྲ་མང་པོ་ཞིག་ལབ་ཡོང་བ་དེ་འོད་གསལ་ལྷ་གི་རིགས་ཀྱི་རེད་ཟེར་འདྲ་བོ་དང། གཉེན་གི་རིགས་ཀྱི་རེད་ཟེར་འདྲ་བོ་དེ་འདྲ་འདྲ་མི་འདྲ་གི་སྐད་ཆ་བཤད་དགོས་ཡ་དེ་ཚོ་ཚང་མ་འོ་དོད་དོད་འདྲ་བོ་ད་ལྷ་སྒྲུང་དང་འབྲེལ་ནས་ཁུག། སོ་སོ་ལ་དཀོན་མཆོག་དང་ལྷ་གི་རོགས་པ་ཡོད་པ་དེ་འདྲ་བསྒྲུབ་ནས།